ཚང་མ་ལ་ལ་ཚབ་འདྲི་བཀྲ་ཤིས་བདེ་ལེགས་མ་བྱས་ཡུན་རིང་ཁྱོད་ཚོ་ཚང་མ་བདེ་བ་བདེ་ཤག་ཡིན་པའི་རེ་བ་བྱེད་ཀྱི་ཡོད་ང་ནི་ཧ་ཅང་བདེ་བོ་ཡོད་ད་ལྟ་ང་བསྡད་སའི་ས་ཆ་དེ་ནི་ཨོམ་བཟང་གི་ཡུལ་ལྗོངས་ནས་ངས་ཐུགས་སྙན་གླེང་གི་ཡོད་ད་རིང་གི་གནམ་གཤིས་དེ་ནི་ཧ་ཅང་གི་སྙན་ཅི་མོ་ཞིག་རེད་ཤག། ད་དེ་ཡང་ང་དང་རོགས་པ་འགའ་ཤས་ཞིག་བསྡད་ཁ་ལ་ས་ཏོས་ལྷོད་ལྷོད་ཅིག་བསྡད་དེ་ཡོད་ཏོས་རྗེས་ནས་ང་ཚོ་ཡར་བགྲོད་ཀྱི་སྟངས་ག་རེ་རེད་ཨམ། སྤྲུལ་སྐུ་དང་ས་སྟེང་ནི། དར་མ་ས་ལ་སྟོད་པ་སྐྱིད་སྡུག་གི་ཁང་པ་འདུས་པའི་ཤ། ཏོས་ཀྱི་རོགས་པ་ཚང་མ། བུ་གཅིག་པོ་ཚང་མ་ལ་ལས་ཚ་ཞབས་ཚང་མ་ལས་ཚ་ཞག་ང་རང་ཏོས་ཀྱི་ལས་ཐེབས་ཤག་ཡིན་ན་ཡང་གནང་ཐབས་མི་འདུག་ང་ཞེ་ཁྲ་བས་ལ་ཧ་ཅང་དགའ་པོ་ཡོད་ཙང་ཁོ་ཚང་མ་ཞེ་དགོད་བཙུགས་པ་དང་ང་བསྡད་ཡག་ཏག་ཏག་འཇོག་པར་རེ་ཞིག། དེ་རིང་གི་ཉི་མ་དེ་ནི་ང་ཚོ་ཕ་ཡུལ་ལ་ཡང་ཐུན་མོང་མིན་པའི་དུས་ཚོད་ཅིག་རེད། ག་རེས་ན་གཡའ་ཤག་བརྩེགས་རྒྱུག་ཡོད་པའི་ནང་ནས་ཡང་ད་རིང་ཉི་མ་དེ་ཡང་འཕགས་སྲིད་པའི་ཉི་མ་དེ་རེད་བཤད། འཕགས་སྲིད་པའི་ཉི་མ་དེ་ལ་ག་རེ་ཡོད་རེས་ན། ང་ཚོའི་ཕ་ཡུལ་བཤད་སྲོལ་ཡང་ད་རིང་གི་ཉི་མ་དེ་ཡང་སོ་སོའི་ཁ་ལག་ག་རེ་ཟ་བར་བྱས་ནས་ལས་ཚང་མ་ལོ་ཚིས་ལ་འགྲོ་གི་རེད་ཟེར་བྱས། ད་རིང་ཁ་ལག་རྒྱག་རྩེད་ཟ་ཡ་དང་ཁ་ལ་ལྟོ་ས་ཁྲག་ག་རེ་བྱེད་ཟ་ཡ་དང་དེ་འདྲས་ཀྱི་ལུགས་སྲོལ་ཞིག་ཡོད་རེད། དེའི་མི་ཙམ་མིན་པར་བྱས་ལ་སོ་སོ་གི་སྒོ་ཕྱུགས་ཡོངས་འཚོ་ལོ་ཁ་ལག་མིག་སེར་གྱི་སྤྲེལ་དང་དེ་འདྲས་ཀྱི་ལུག་གསོ་ཞེས་པ་རེད་དེ་གི་ཉིན་མ་དེ་རེད་ཤག་དེ་འདྲས་སོང་ཙང་ང་ཚོ་ཡ་དེ་ཡ། ཁྱོད་ཀྱི་དྲས་གསོ་དང་དུས་ཚོད་དེ་མ་ཉམས་པའི་ཆེད་དུ་དེ་ཡ་ད་རིང་རུག་རུག་བྱས་ཤིང་འཛོམས་ཤག། རོགས་པ་ཚང་མ་ལོ་གཉིས་ཞོགས་པ་ནས་དེ་ལ་ཉིན་མ་གང་ཙ་དེ་རེད་ཤག་དྲོ་སྐྱིད་རེད་ཤག་ཡིན་ན་ཡང་ང་ནི་ད་རིང་དགོང་དག་ཆ་ནས་མ་གཏོགས་དེ་ཡ་མཉམ་ཞུགས་བྱེད་ཐུབ་མ་སོང་གང་ཡིན་ཟེར་ན་ཉི་གོང་སོ་སོ་ཡ་ལས་ཀ་ཏོག་སུ་བྱེད་དགོས་བ་འགྲོ་བ་ཅིག་ཡོད་པ་བྱས་དེའི་ཆེད་ཁ།

དེ་ནས་ཨ་ཅག་ཁོ་རང་ཚོ་ནི་ཞབས་རོལ། རྐང་འགྲོས་ཀྱིས་ཐོགས་པ་མི་འདུག་ལ་ནི་ཚིག་གིས་ཐོགས་པ་མི་འདུག། དབྱངས་ཀྱིས་ཐོགས་པ་མི་འདུག་ཞེས་པ་ཞེས་གར་སྟངས་པར་ཅིག་ཡིན་ནའི་ལས། དབྱངས་དང་ཚིག་ཚང་མ་ལོ། འོད་དཔལ་ཏི་ཀོར་ཆུ་རྒྱུག་རྒྱུག་རེད་ཞེས་ཆུ་རྒྱུག་རྒྱུག། དེ་ནས་དྲན་པ་བཅས་མེད་པ་ཞིག་རེད། དེ་བཞིན་ཅོ་ལགས་ཅོ་ཅོ་ཁོ་རང་ཚོ་ཡིན་ནའི་དགྲ་གཉེན་སྤྲོ་ཡ་རེད་པི་ཝང་སྤྲོ་ཡ་རེད་ག་རེ་ཡིན་ནའི་གཅིག་གཉིས་མིན་པ་ཅིག་ཚང་མ་ལོ། གཏང་ཆོ་ཆོ་རེད་ཅེས་རེད་ཞེས་དེ་ནི་ཧ་ཅང་དགའ་དགོས་པ་ཞིག་རེད། དེ་ནས། ཡིན་ནའི་ང་སེམས་པ་སྐྱོ་དགོས་པ་ཞིག་ལ་ག་རེ་ཟེར་ན་ང་དང་འདྲ་བའི་འབྲོག་པ་ཁ་ཤས་འབྲོག་མོ་ཁ་ཤས་ཤི་ནས་དེ་ཁ་ནས་ཚིག་བཏང་ཡང་ཇི་ལྟར་ཕ་ཚས་རེད་བྱ་ག་ས་དེ་ཨ་ཅག་ཁོང་ཚོ་ལྟ་བྱས་ཡ་རྐང་པ་རྐང་པའི་ཁྲབ་སྟངས་དེ་ཡག་པོ་ཧྲ་ཏག་ཏག་ཅིག་ཁྲབ་མ་བཞིན་པ་བྱས་དེ་འདྲས་རེད་བྱ་ཨ་ཅག་ཁོ་རང་ཚོ་ནི་རྦད་དེ་ཁོ་རང་བྱང་ཆུབ་པ་རེད་བྱ་ལན་ནི་ཁོང་ཚོའི་ཚིག་ཧ་ཅང་སྙན་ཅིག་མོ་རེད་བྱ། དང་པོ་དུས་སུ་ལྟ་དུས་ཞེས་དེའི་དུས་སུ་ཉོབ་ཏོར་གྱི་དུག་དེ་ལས་ཚིག་དེ་ཡག་པོ་བསམ་བློ་བཏང་རྗེས་ཉན་པར་བྱེད་ན་ཧ་ཅང་སྙན་པོར་བཞག་ཁོ་ཚོ་དུས་སུ་ཡར་འགྲོ་རྗེས་སྐོར་གསུམ་བརྒྱབ་རྗེས་སྐོར་གསུམ་དེ་བརྒྱབ་པའི་མཉམ་དུ་ད་དུང་ཚིག་ཁར་པོ་ཅི་བཏང་གི་འདུག་ཟེར་ན། དྲན་དང་ཨ་མ་དྲན་བྱུང་དྲན་བྱུང་སུ་ལ་ཟེར་དགོས་ཟེར་བ་དང། ང་ཚོའི་རྩ་བའི་བླ་མ་ང་ཚོའི་ཕྱི་མའི་ཡང་འདྲེ་ཡང་ནས་ཡང་དུ་མཇལ་བ་ཤོག་ང་ཚོའི་ཁམས་སྲོང་དབང་འདུས། མ་རེད་མ་རེད་ང་ཚོའི་དགོན་སྤྲུལ་དཔོན་པོ། ང་ཚོའི་ཁམས་གསུམ་དབང་དུ་ཡང་ནས་ཡང་དུ་བྱ་བ་ཤོག་ཟེར་བ་དང་ད་དུང་ཡང་ང་ཚོའི་དྲིན་ཆེན་ཕ་མ་ང་ཚོའི་སོ་བསྟོད་རྒྱབ་རྟེན་ཡང་ནས་ཡང་དུ་བྱ་བ་ཤོག་ཟེར་བ་དང། ད་དུང་ཡང་ཚིག་གཅིག་གར་ས་སྐོར་བརྒྱབ་དུས་རྩམ་པ་འོང་རེད་གཡས་སྐོར་ལན་གཅིག་བརྒྱབ་ཤོག་གཡོན་སྐོར་ལན་གཅིག་བརྒྱབ་ཤོག་གཡས་སྐོར་གཡོན་སྐོར་བརྒྱབ་ནས་གསུང་གི་མེད་ཟེར་བ་སོགས་ཀྱི་ཚིག་དེ་ཚོ་ནི་ཧ་ཅང་སྙིང་རྗེ་མོ་རེད་ཤག་དེ་ཚོ་ལ་ལྟ་དུས་རྩམ་པ་སྙེ་མ་ང་ཚོའི་ཕ་ཡུལ་གྱི་དམངས་ཁྲོད་ཀྱི་གཞས་དེ་ནི་ཧ་ཅང་རྩོམ་པ་པོ་མཁས་ཧ་ཅང་མཁས་པོ་ཅིག་གིས་བརྩམས་ཞག་ཡུག་ཞིག་རེད་ཟེར་བ་རེ་ཞིག་ཡིན་ན་མ་འགྲིག་པ་ཡོད་ས་མ་རེད་བསམ་གྱི་འདུག། རེད་ཡ། དེ་རིང་གི་སྤྲོ་སྐྱིད་དེ་སྐྱིད་ཐག་རེད་ཅེས་ཆོས་རྗེས་ང་རང་དབང་མེད་པར་བརྙན་ཞིག་ལེན་དགོས་བྱུང་གང་ཡིན་ན་ད་རིང་གི་ཉི་མ་སྐྱིད་བོ་འདི་ལ་ངའི་བརྙན་ཞིག་མ་ལེན་པ་རེ་ཅིག་ཡིན་ན་བྱུང་ནས་ང་ཡང་ཉི་མ་སྐྱིད་བོ་འདི་གི་དྲན་རྟེན་ཞིག་ལྷག་ས་མ་རེད་བསམ་བྱུང། ཚང་མ་ལོ་ལོ་ཞུ་བདེ་བྱ་དགོས་བརྙན་ཐུང་གསལ་གསལ་གནང་བ་སྙིང་ཐག་པ་ནས་ཐུགས་ཆེ་གནང། གཞུང་ནས་ཡང་བསྐྱར་དེ་འབྲེལ་གྱི་དུས་ཚོད་སྙིང་རྗེ་མོ་དང། སྤྲོ་སྣང་ལྡན་པ་འདི་འདྲའི་བྱུང་སོང་ན་ང་རེ་གང་ཐུབ་ཐུབ་ཁྱོད་རྣམས་ལ་མཉམ་བརྗོད་ཞུས་བྱུང།